བརྩིས་ཀྱང་བརྩིས་བྱས་ཀྱི་གཙུག་ལག་ཐམས་ཅད་འཁྲུལ་བ་ཡིན་གསུངས་རེད། ཁྱོད་རང་བརྩིས་ཏེ་ག་ཚོད་བསྐོར་བ་ཡིན་ན་ཡང། ཐ་མང་དེ་ལ་འདུས་པ་ཡིན་ན། ཡོང་མེད་ན་བརྩིས་ཀྱང་ཡོང་མེད་ན་བརྩིས་བྱས་འོ་འདི་རྣམ་པ་གཉིས་ཀྱི་གོང་དུ་འདུག་རེད་གསུངས་རེད། དཔེར་ན། ནད་རིགས་བཞི་བརྒྱ་རྩ་བཞི་ལ་སོགས་པའི་ས་ཡ་གྲོང་ལས་འདས་པ་ཡོད་པ་ཡིན་ན་ཡང། ཐ་མང་འདུས་པ་ཡིན་ན་ག་བ་ནང་དུ་འདུག་རེད་གསུངས་ཡོད་རེད་ཡོང་མེད་ན་ཚ་བ་ཡོང་མེད་ན་གྲང་བ་ནང་ལ་འདུག་གི་ཡོད་རེད་བ། དཔེར་ན་ཤེས་བྱ་ཡིན་པ་ཡིན་ན་ཡང་ཁྱོད་རང་རྟག་དང་མི་རྟག་གཉིས་ཀྱི་ཁོང་དུ་འདུག་རིགས་མ་གཏོགས་རྟག་དང་མྱི་རྟག་མ་རྟག་དང་མི་རྟག་གཉིས་མ་ཡིན་པའི་འགྲོ་ས་ཡོག་མ་རེད། གཅིག་པ་གཅིག་ཟིན་བྱས་ནས་ད་ལྟ་རྩིས་ནོར་ལོག་ཡང་རྩིས་དེ་ཐ་མང་འདུས་པ་ཡིན་ན་ཡོག་མིན་ན་རྩིས་བྱ་ཡོག་མིན་ན་རྩིས་ཅན་གཉིས་ཀྱི་ཁོང་དུ་འདུག་གི་རེད་གསུངས་རེད། འདི་གི་རྗེས་ལ་རྩིས་བྱ་རྩིས་ཅན་གཉིས་ཡོད་པའི་ནོར་ལོག་ནས་དང་པོ་རྩིས་བྱ་དེ་ག་རེད་ཟེར་གྱི་འདུག་ད་ཁྱོད་རང་ལ་དང་པོ་རྩིས་སྐོར་ཡོང་དུས། རྩིས་ཀྱི་མར་རྩ་འདྲ་བོ་མ་སོང་ན་ཚོང་བྱ་ཡོད་དུས་ཨ་ལེ་དང་པོ་མར་རྩ་དགོས་ཀྱི་འདུག་ཨ། མར་རྩ་འགྲོ་དུས་ག་རེ་རེད་ཟེར་ཡོད་དུས་འོ་འབྱུང་བ་ལྔ་རེད་ད་ལ་གི་ཡོད་རེད་འབྱུང་བ་ལྔ། འབྱུང་བ་ལྔ་ཡིན་པ་གང་ཞིག་ལ་འབྱུང་བ་ལྔ་དེ་ད་ག་རང་ཡང་ཕན་ཚུན་མ་བུ་དྲ་གྲོགས་འཐབ་དགོས་ཀྱི་ཡོད་རེད། འདིའི་མ་བུ་དྲ་གྲོགས་འཐབ་ཡག་གི་ད་ལྟ་ལྡེ་མིག་བྱེད་འདུག་ཨ་འོ་དེ་དེ་རྩིས་ཀྱི་ཡོད་ན་མེད་ན་ཡིན་ཙང་ཁོ་དེ་ད་ལྟ་ཡག་སྒོ་གང་ལ་སྲུང་དགོས་ཡག་གི་རྒྱུ་མཚན་གནད་འགག་དེ་ཕལ་ཆེར་འདི་ཡིན་པ་རེད། འདི་ཡིན་དུས་རྣམ་པ་ཚང་མས་ད་ལྟ་གི་འབྱུང་བ་ལྔ་དང་འབྱུང་བ་ལྔ་པོ་ནང་ཕན་ཚུན་མ་བུ་དྲང་གྲོགས་ག་འདྲའི་འཐབ་དགོས་ཀྱི་ཡོད་མེད་འདི་ངེས་པར་དུ་ངག་བརྟོལ་འཇུག་དགོས་རེད་ཅེས། ད་ད་ག་ནོ་བཞིན་འབྱུང་བ་ལྔ་པོ་ཐོག་མར་ད་ངའི་འབྱུང་བ་ལྔ་པོ་དེ། འབྱུང་བ་ལྔ་པོ་དེ་ག་རེད་ལ་ནི་ངོས་ཟིན་ཆེན་ཡོད་དུས། ཤིང། མེ། ས། ལྕགས། ཆུ། ལྔ་པོ་ལ་ལེའུ་དག་ད་ག་འབྱུང་བ་ལྔ་འདི་རེད་ཅེས། འབྱུང་བ་ལྔ་འདི་ལས་ལེའུ་དག། ཤིང། མེ།

མཐེ་བོང་ཤིང་ལ་མཛུབ་མོ་མེ། གུང་མོ་ས་ལ་སྲིན་ལག་ལྕགས། མཐེའུ་ཆུང་ཆུ་རུ་ཤེས་པར་བྱ། ནས་གསུངས་ཡོད་རེད། འདི་རྩ་བ་དུས་བསྡོམས་འདེབས་འོས་ཡོད་རེད་འདི་ཡིན་དུས་ལག་པ་ལྔ་འདི་མང་ནོག་ལོ་ལ་དང་པོ། ཤིང། མེ། ས། ལྕགས། ཆུ། ལ་ནི་མཛུབ་མོ་ལྔ་རིམ་པ་བཞིན་དུ་འགྲོ་སོང་བ། མཛུབ་མོ་ལྔ་གང་འགྲོ་སོང་བའང་འདི་རེད་ཅེས་རེད། ད་མཛུབ་མོ་ལྔ་ཆ་དེ་ནས་བཞག་ན་འགྲིག་གི་མ་རེད། ཡང་འདིའི་འབྱུང་བ་ལྔ་ཙམ་གྱིས་ཤེས་ན་འགྲིག་གི་མི་འདུག་བ། ད་འདི་ཡོད་ན་མེད་ན་འདི་འབྱུང་བ་ལྔ་ཤེས་པ་གང་ཞིག་ལ། འདི་གི་སྟེང་དུ་ཁོང་ཚོ་ནང་ཕན་ཚུན་མ་བུ་འདྲ་འགྲོ་ཐབས་སྟངས་འདི་ཤེས་དགོས་ཀྱི་ཡོད་རེད། མ་བུ་འདྲ་འགྲོ་ཐབས་སྟངས་འདི་ག་འདྲའི་ཐབས་དགོས་ཀྱི་ཡོད་རེད་ཟེར་ན། ད་ལྟ་འདས་མ་མཛུབ་མོ་ལྔ་འདུག་བ་མཛུབ་མོ་ལྔ་ལ་ཡག་ཡག་པོ་མ་ལྟོས་ཤོག་བ། དེ་བཏོན་ཡོང་དུས་མཛུབ་མོ་ལྔ་ཆགས་ཡོད་པའི་ནང་ལོགས་ནས་དང་པོ། མ་རྡེབ་ཏུ་བསྐོར་དགོས་རེད་མ། བུ། དྲག་གྲོ་བོ་ཟིན་ཡོང་དུས་དང་པོ་མ་རྡེབ་ཏུ་བསྐོར་གྱིན་གདའ། མ་རྡེབ་ཏུ་བསྐོར་ཡོང་དུས་དང་པོ་གཡོན་སྐོར་རྒྱག་དགོས་རེད། གཡོན་སྐོར་རུ་འགྲོ་དགོས་རེད། གཡོན་སྐོར་རུ་འགྲོ་ཡོང་དུས་ག་འདྲས་འགྲོ་གི་རེད་ཟིན་ཡོང་དུས། ཤིང་མ། ཆུ་ལ། ཆུ་མ། ལྕགས། ལྕགས་མ། ས།

ལྕགས་ལ་ཡོད་དེ་གཟུགས་མོ་གཅིག་ཆོམ་ནས་བར་འགྲོ་སོང། ཤིང་འདྲ་ལྕགས་ལ་ལྕགས་འདྲ་མེ། མེ་འདྲ་ཆུ་ལ་ཆུ་འདྲ་ས། ས་འདྲ་ཤིང་ཟེར་ཡོད་དུས་དགྲ་ལྡེམ་བཟོ་བ་རེད། འགྲོ་སྟངས་དེ་ག་འདྲས་སོང་རེད་དུས་གཡོན་སྐོར་འགྲོ་གི་འདུག་ཨ་གཡོན་སྐོར་འགྲོ་གི་ཡོད་རེད་དེ། ཡིན་ན་ཡང་གཡོན་སྐོར་གི་འདི་སྐབས་སུ་ལ་ཀྱེ་མ་ནི་གཟུགས་མོ་གཅིག་གཡུག་གི་གཡུག་གི་ཆོམ་གི་ཆོམ་གི་འགྲོ་གི་ཡོད་རེད་མཁན་སོང་ཨ་འདི་དེ་ག་རེད་ཨ་ནི།

མེ་ལ་མེ་སྒྲོག་ལྕགས། ལྕགས་ཀྱི་སྒྲོག་ནི་བཤེས་གཉེན་ནོ། ལ་ནི་ཚ་རེ། འདི་ག་རེ་ཟེར་ཡོད་དུས། འབྱུང་བ་སྔ་ཞུ་ཚ་རེ། འདི་སྙམ་དུ་ལ་མ་བུ་གྲང་དྲོ་དེ་ལག་པ་གང་ལ་ག་འདྲས་བསྐོར་དགོས་ཀྱི་ཡོད་མེད་འདི་གི་སྐད་ཆ་ཡང་དུས་མ་ཞུས་ཚ་བ་རེད། ཨ་ནི་རྩ་བ་ནོར་ནོར་ལ་མ་འདོན་པ་ཡིན་ན། རྩིས་འགྲེལ་བཞི་ནི་འབྱུང་བ་ལྔ་ཡོད་རེད་ཅེས་རེད་འདི་འབྱུང་བ་ལྔ་ག་རེ་ཟེར་ཡོད་དུས་ཤིང་སྨད་རྩ་ལྕགས་ཆུ་ལྔ་པོ་འདི་རེད་ཅེས་རེད། འདི་རྣམས་ཕན་ཚུན་མ་བུ་འདྲ་འགྲོགས་ཐབས་དང་ག་འདྲེ། འདི་རྣམས་ཕན་ཚུན་མ་དང་བུ་འདྲ་དང་འགྲོགས་འདུག་སྨྲ་ཐབས་ཤོག་ཟེར། འདི་དེ་ད་ལྟ་རྩིས་ཀྱི་ཡོད་ན་མེད་ན་ཁྱོད་རང་རྗེས་མ། དཀར་རྩིས་ནག་རྩིས་ཤིང་རྩིས་གང་དང་ག་འགྲོགས་པ་ཡིན་ན་ཡང་འདི་དེ་ངེས་པར་དུ་འདི་འདི་མི། དཔེར་ན་ང་ཚོ་ཁང་པ་འགྲོ་ཆུ་མ་སོང་ན་ཁང་པ་གི་མགོ་ལྕགས་ཕྱེ་ཡ་ལ་འདི་མི་དགོས་ཀྱི་འདུག་བ། འདི་མི་འགྲོ་ཆུ་ཁད་འདུག་གི་ཡོད་པ་ཡིན་ས་དཔེར་མི་སེམས་འགད་ཆེན་པོ་ཞེ་བོ་ཞིག་རེད་དེ་ཡོད་དུས། དང་པོ་མ་བསྡེབས་དེ་གང་འདྲས་རེད་ཟེར་ཡོད་དུས་རྩ་བ་ནོར་ལོག་གང་འདྲས་འདུག་ཤིང་མང་ཆུ་ལ་ཆུ་མང་ལྕགས་ལྕགས་མང་ས་ལ་ས་མང་མེ་མེ་ཡིན་མ་དེ་ཤིང་ཡིན་ནོ་ཅི་རེད་འབུ་བསྡེབས་གང་འདྲས་བརྩི་དགོས་རེད་ཟེར་ཡོད་དུས་ཤིང་འབུ་མེ་ལ་མེ་འབུ་ས་ས་འབུ་ལྕགས་ལ་ལྕགས་འབུ་ཆུ་ཆུ་ཡིན་འབུ་དེ་ཤིང་ཡིན་ནོ་ཅེས་པ་རེད། ཤིང་འདྲ་དགྲ་བསྡེབས་གང་འདྲས་བརྩི་དགོས་རེད་ཤིང་འདྲ་ལྕགས་ལ་ལྕགས་འདྲ་མེ་མེ་འདྲ་ཆུ་ལ་ཆུ་འདྲ་ས་ས་ཡིན། ས་ཡིས་ས་ཡི་འདྲ་སྟེ་ཤིང་ཡིན་ནོ། འབྲོག་སྡེ་གངས་རི་རྩེ་གུར་རེ་ཤིང་འབྲོག་ས་ལ་ས་འབྲོག་ཆུ་ཆུ་འབྲོག་མེ་ལ་མེ་འབྲོག་ལྕགས་ལྕགས་ཀྱི་འབྲོག་ནི་ཤིང་ཡིན་ནོ། འདིའི་ཐམས་ཅད་འབྱུང་བ་ལྔ་དང་སྡེ་དགེ་མ་བུ་འགྲོ་འགྲོ་ཐབས་དང་འདི་འདི་ནི་འབྱུང་བའི་དཀོར་སྒོ་སྟེ། ཁྱོད་རང་གིས་ད་ལྟ་མ་རྩིས་འབྱུང་བ་གི་རྩིས་ག་འདྲའི་མི་ཚེ་གང་ཚེ་བསྐོར་བ་ཡིན་ན་ཡང་འདི་ཐམས་ཅད་སྔོན་དུ་ཤེས་པར་བྱ་བའམ་སྔོན་དུ་ཤེས་དགོས་པ་དེ་ག་རེ་རེད་ཟེར་ཏེ་འོ་འདི་ཆགས་འདུག་གི་ཡོད་རེད་གསུངས་རེད་བདེན་མི་འགྲོ་ཅི་འདི་ཆགས་འདུག་གི་ཡོད་པ་ཡིན་ཙང་ད་ལྟ་འབྱུང་བ་ལྔ་དང་འདི་མ་བུ་དགྲ་དྲུག་དཀོར་དགུ་འདི་མགོ་ལ་བཞག་དགོས་ཡ་བྱུང་ཚེ་ཡང་གནད་ཀ་འདི་ལ་ཐུག་པ་རེད་ཅེས་འདི་རྒྱུ་མཚན་ལ་བརྟེན་ནས་དཀོར་སྒོ་ཀུན་གྱི་སྤྱི་རུ་བཞག། དཀོར་སྒོ་ཐམས་ཅད་ཀྱི་སྒོ་དང་ཤོས་སྔོན་དུ་སླེ་དགོས་པའི་རྒྱུ་མཚན་ཡང་གནས་སྐབས་འདི་དེ་རེད་གསུངས་པ་རེད། ལ་སོ།